མི་མི་རེ་ངོ་རེ། དུང་ཕྱུར་བདུན་ཅུའི་ནང་གི་ཆ་ཤས་བཞིར་བ། ཨ་ནི་དངོས་ཡོད་གནས་ཚུལ་ལས། ལ་དྭགས་ཀྱི་ཨ་ནི་མ་འོངས་པ་དེ་རྒྱ་གར་སྤྱི་ཡོངས་དང་འབྲེལ་བ་ཡོད་པ་རེད། རྒྱ་གར་རྒྱལ་ཡོངས་ཀྱི་གནས་སྟངས་དེ་མ་འོངས་པ་དེ་འཛམ་གླིང་ཨེ་ཤེ་ཡ་འཛམ་གླིང་ཤར་མ་དང་འབྲེལ་བ་ཡོད་པ་རེད། འཛམ་གླིང་ཤར་མའི་མ་འོངས་པ་དེ

ང་རང་ཚོ་རང་གིས་སེལ་རྒྱུ་རེད་མ་གཏོགས་གཞན་ཐབས་ཤེས་མི་འདུག་ག་ལ། ཆ་དེ་འདྲ་ཡིན་དུས་ས་ནས་ངས་ནམ་རྒྱུན་ཡང་ན་དུས་རབས་ཉི་ཤུ་རྩ་གཅིག་པའི་མི་རབས་དང་དུས་རབས་ཉི་ཤུ་པའི་མི་རབས་ཟེར་ནས་གཡོག་བྱེད་བསྡད་ཀྱི་ཡོད། ད་དུས་རབས་ཉི་ཤུ་པའི་མི་རབས་དེ་ད་ཁྲི་རིན་པོ་ཆེ་གི

ལོ་སུམ་ཅུ་མན་ཆད། ཉི་ཤུ་མན་ཆད། བཅོ་ལྔ་མན་ཆད། ད་ཁྱེད་རང་ཚོ་འདི་ནི་དུས་རབས་བཅུ་རྩ་གཅིག་པའི་མི་རབས་ཆགས་བསྡད་ཡོད་པ་རེད། ད་དུས་རབས་བཅུ་རྩ་གཅིག་པ་འདི་ག་འདྲས་ཤིག་ཡོང་དང་མ་ཡོང་འདི་དུས་རབས་བཅུ་རྩ་གཅིག་པའི་ད་མི་ཁྱེད་རང་ཚོ་འདི་གིས་ད་ལས་འགན་འདུག་ག།

སེམས་ཤར་ནས་ངས་རྒྱ་གར་གྲོགས་པོ་ཚོ་ཚོས་བཤད་བསྡད་ཀྱི་ཡོད། ཐོག་མར་རྒྱ་གར་ལ་དབྱིན་ཇི་ཡོང་ཆེད Any Modern Education གསར་གཏོད་བྱེད་པའི་ཁ་ཐུག་རེད་ཡ། དེ་དུས་རྒྱ་གར་གྱི་མཁས་པ་དེ་ཚོ་གྲལ་གྱི་གུ་དུག་མཉམ་འདོགས་བྱས་བྱས། དེང་དུས་ཀྱི་ད་ནུབ་ཕྱོགས་ནས་ཡང་ཡོང་བསྡད་པའི་ཤེས་ཡོན་འདི་ཧ་ཅང་གལ་ཆེན་པོ་རེད་མི་ཐབས་མེད་པ་རེད། ཡིན་ནའི་དེ་དང་ཆབས་ཅིག་རྒྱ་གར་ལ་གནའ་རབས་ནས་མ། ཅིག་གཙོ་བོ་ཆོས་དང་འབྲེལ་ཟེར་ནས་མི་འདུག་ལྟ་གྲུབ་དང་ཆོས་ཀྱི་ལྟ་གྲུབ་དང་འབྲེལ་རེ་ཅིག་ཤེས་ཡོན་ཅིག་ཅིག་ཡོད་ཀྱི་ཡོད་དཔེར་ན་རྒྱ་གར་གྱི་ཨ་ཧིམ་ས་སི་ལབ་དེ་ཨ། ཅིག་ཀ་རུ་ནཱ་སི་ལབ་དེ་ཨ་རོ། དེ་གཞིར་བཞག་པའི་ཐོག་ལ་ཆོས་ལུགས་མཐུན་སྒྲིལ་སི་རྒྱ་གར་ལ་ཞི་བོ་ཅིག་ཡོད་རེད་བ་ད་དེ་ཚོའི་གྲས་དེ།

ཁྱེད་རང་ཚོ་འཕགས་པའི་ཡུལ་མིག་གང་ཟག་སྐྱེས་བུ་ཚོ་འདི་རེད། ང་ཚོའི་དགེ་རྒན་རེད་གུ་རུ་རེད། ང་ཚོ་འདི་ཡིན་འདི་ཅལ་ལ་སློབ་མ་རེད། རེད་རེད་བ། ད་ལྟ་བྱེ་རུམ་ཞིག་གསུངས་ཡོད་རེད། སྲིད་སྡེ།

མི་དུང་ཕྱུར་བདུན་ཅུ་ལས་ལྷག་སེམས་ཅན་ཐམས་ཅད་འགྲོ་བ་རིགས་དྲུག་གི་སེམས་ཅན་ཐམས་ཅད་ལ་སྨོན་ལམ་རྒྱག་གི་ཡོད་ཚེ་བོད་ཟེར་མདོག་ག་བ་རེད་དེ་ག་ཡག་པོ་ཏ་ཤག་རེད་རེད་དེ་ཡིན་ནས་ལྟ་མཁན་ལ་ཁ་ཡོད་ལག་ཡོད་ད་འཛམ་བུ་ནི་འདི་ག་གི་མི་དུང་ཕྱུར་བདུན་ཅུ་དེ་ཡི་དེ་གང་ལ་ཡང་ཁ་ཡོད་ལག་ཡོད་ཀྱི་ཕན་ཐོག་ཏོག་བྱེད་ཐུབ་ན་དེ་ཡག་པོ་མ་རེད་རེད་བ། ང་ཚོ་སྔོན་དུ་བགྱི་བའི་ཐོག་ནས་ཐད་ཀར་འདྲ་བ་ག་གེ་མེད་དེ་ངེས་ཀྱི་ཨ་ནི་ནང་གའི་ཐད་དུ་བའི་སེམས་ཅན་དེ་ཡི་དེ་ང་ཚོ་གའི་གཞན་པའི་སྒྲུབ་མཐུ་ཡག་ཡོག་མ་རེད་ལ།

སློབ་གསོའི་ཐོག་ནས་རེད་བཤད། སྨོན་ལམ་རྒྱབ་ན་ཡང་ཡོང་མ་རེད། དངུལ་འབེལ་པོ་བཟོས་པ་རྐྱང་རྐྱང་གི་ཡོང་ཐུབ་ཡང་མི་འདུག་ག། འཕྲུལ་ཆས་ཡར་རྒྱས་ཕྱིན་པ་གཅིག་པོ་གི་ཡོང་ཐུབ་ཡང་མི་འདུག་ག། གོ་ལ་མང་དུ་བཏང་ནས་མི་ཚོ་ཡང་ཆ་རྐྱེན་ཡག་རུ་ཕྱིན་པ་རུ་མ་གཏོགས་ཕན་གི་མི་འདུག་ག། ད་གཙོ་བོ་གཙོ་བོ་དེ་སེམས་ཀྱི་གཞི་དེ་སེམས་སྒྲུབ་ཡ་དེ་ད་གཙོ་བོ་རེད་བཤད། ཚ་དེ་འདྲ་ཡིན་དུས་ད་སེམས་ཀྱི་གཞི་དེ་སྒྲུབ་ཡ་དེ་འཛམ་བུ་ནི་སྤྱི་ཡོངས་ལ། ཕལ་ཆེར་སེམས་ཀྱི་ཞི་བདེ་བསྒྲུབ་ཡ་དཀོན་མཆོག་ལ་སྨོན་ལམ་བརྒྱབ་ནས་ཞི་བདེ་བསྒྲུབ་ཡ་སོགས་ཀྱི་རེད། སངས་རྒྱས་པའི་ཆོས་ཀྱི་དཀོན་མཆོག་ལ་སྨོན་ལམ་བརྒྱབ་ནས་སངས་རྒྱས་ལ་སྨོན་ལམ་བརྒྱབ་ནས་སེམས་ཀྱི་ཞི་བདེ་ཕྲན་བུ་ཕྲན་བུ་ད་མི་འདྲ་བ་ཡག་རེད་མ་གཏོགས་གཙོ་བོ་གཙོ་བོ་དེ་རང་གི་རྒྱུད་ཀྱི་སེམས་ཀྱི་ཞི་བདེ་དཀྲུག་མཁན་དེ་ངོས་ཟིན་པ་བྱས་ནས་དེའི་གཉེན་པོ་གར་གར་ཡིན་པ་དེ་ངོ་ཤེས་པ་བྱས་ནས་གཉེན་པོའི་ཕྱོགས་དེ་གོང་དུ་སྤེལ། སེམས་ཀྱི་ཞི་བདེ་དཀྲུགས་ཡོང་མཁན་གྱི་ཕྱོགས་དེ་གུས་བརྩི་མཐུར་འདུག་གི་ཤུགས་ཆུང་རུ་གཏོང་ཡག་བྱེད་ཀྱི། གང་ལྟར་སེམས་ཀྱི་སྦྱོང་བརྡར་སྤྲད་ནས་སེམས་ཀྱི་ཞི་བདེ་དཀྲུགས་ཡག་བྱས་འདུག་ཞེས་སོགས། ཅི་ལྟ་བ་དེ་འདྲ་ཡིན་དུས་ཙམ་ནས་གང་ལྟར། སངས་རྒྱས་སྤྱིར་མི་རྒྱ་གར་གྱི་ད་སེམས་ཁམས་རིག་པ་རེད། ད་རྒྱ་གར་གྱི་སེམས་ཁམས་རིག་པ་དག་ཡིད་ཞུ་བའི་ནུས་ཆེ་རེད་ཉམས་ཆག་ཤ་ཆིན་ཚར་རེད། ད་ང་ཚོ་སངས་རྒྱས་པའི་གཞུང་གི་ནང་ལོགས་ལ་སེམས་ཁམས་རིག་པའི་སྐོར་དེ་ད་ལྟ་ད་ལྟ་ཡོད་བསྡད་པ་ཅིག་ཡང་སངས་རྒྱས་པའི་ཆོས་ལ་ཆ་བཞག་ནས་འཛམ་བུ་གླིང་གི་ད་གཙོ་བོ་རྒྱ་ནག་རེད་ད་ག་ནང་བཞིན་གྱི་ཉི་ཧོང་ལ་སོགས་པའི་ནང་པའི་ཡུལ་གྲུ་ཁག་འབར་མ་ལ་སོགས་པའི་ནང་པའི་ཡུལ་གྲུ་ཁག་དེ་གྱིས་དེ་བྱས་ནས་ད་ནང་པའི་ཡུལ་གྲུ་ད་མང་པོ་ཡོད་རེད། ཕལ་ཆེར་ད་དུང་རྒྱུ་མང་པོ་ཅིག་ད་ནང་པ་ཡོད་ཡོད་རེད་ཡོད་རེད་དེ་ཡིན་ནའི། པས་ན་ལན་རེ་ཨེ་ནི་མཁས་པའི་དབང་པོས་བརྩམས་བྱ་བའི་གཞུང་འདི་ཡིག་འདི་རྩ་བ་བློ་ལ་ཟིན། འགྲེལ་པ་ཚིག་རེ་རེ་ཞིག་ནས་མ་ཚིག་འདྲིལ་བརྒྱབ། འདི་རྩོད་པའི་བརྡར་ཤ་བཅད། འདི་འདྲ་ཞིག་གི་ཐོག་ནས་བསླུ་བྲིད་ཡོད་བསྡད་པ་འདི་བོད་སྤྱི་ཁོག་མ་རུ་མི་འདུག་པ། དེ་སྔ་བོད་ནས་ཆེན་པོ་ཧོར་གྱི་ཡུལ་ལ་མ་དར་ནི་སོག་པོ་སོག་པོ་ན་ངོས་ན་དྲ་གནས་ཀྱི་ད་ན་ལན་རེ་མཁས་པའི་དབང་པོའི་གཞུང།

ནང་པ་དུང་ཕྱུར་མང་པོ་ཡོད་པའི་ནང་ནས་ད་བོད་པ་གཅིག་གོ་མ་གཏོགས་སུ་གཅིག་མི་འདུག་ག་ཨེ་ནི་ཚད་མའི་སྐོར་ཆ་ཆ་ན་བོད་པ་གཅིག་གོ་རེད་མ་གཏོགས་གཞན་སུ་གཅིག་ཚད་མའི་སྐོར་ཞིག་སློབ་ཁྲིད་བྱེད་སློབ་ཁྲིད་བྱེད་ཡག་གི་ལུགས་སྲོལ་མི་འདུག་ག་ཆ་དེ་འདྲ་ཡིན་དུས་ཙང་ནས་ང་ཚོ་བོད་ལ་ཡོད་བསྡད་པའི་སངས་རྒྱས་པའི་ཆོས་དེ་ང་ཚོ་བོད་པ་ཞིག་གི་ངོས་ནས་དེ་ང་ཚོའི་ཆོས་ཡིན་ཟེར་ནས་ཞེན་ཁོག་སྐྱེ་ཆོག་མ་རེད་འཛམ་བུ་ནི་སྤྱི་འཛམ་བུ་ནི་སྤྱི་འདི་གང་ལ།